མི་ལུས་ཐོབ་ཀྱང་དོན་དང་མི་ལྡན་ན། མི་ལུས་ཟད་ཡང་ཕལ་ཆེར་དུད་འགྲོ་འདྲ། མི་གཤིས་བཟང་པོའི་རང་བཞིན་མི་ལྡན་ན། མི་དང་མི་གཤིས་སྨྲ་བའི་དགོས་པ་མེད། འཇིག་རྟེན་ཤ་གསེང་སྲོག་ཆགས་མ་གཞི་གཏུམ་དྲག་ཆེ་ཡང། ཕྱི་གསལ་ནང་གསལ་ཡིན་པས་དེ་ལ་སྐྲག་དགོས་མི་འདུག། འོན་ཀྱང་འཇིག་རྟེན་མི་ཡི་སེམས་པ་ཧ་ཅང་རྟོགས་པར་དཀའ་བས་དེ་ལ་ཧ་ཅང་སྐྲག་གི། ཡན་གྱི་ཁམས་སངས་རྒྱས་དང་ཕན་རྒྱལ་ལགས་ནས་བསྒྱུར་གནང་བའི་རྩོམ་ཐུང། ཉོ་ཐབས་མེད་པའི་དངོས་པོ། རྒྱུ་དང་དཔལ་འབྱོར་ཡོད་པ་ལེགས་མོད་ཀྱང། ཐམས་ཅད་དེ་ཡིས་ཉོ་བར་ག་ནས་ནུས། ཁང་པ་ཆེན་པོ་དེ་ཡིས་ཉོ་ཐུབ་ཀྱང། གྲུ་སྐྱིད་ལྡན་པའི་ཁྱིམ་ཚང་ཉོ་མི་ཐུབ། ཆུ་ཚོད་སྒོར་མོ་འདིས་ཉོ་ཐུབ་ཀྱང། རིན་བྲལ་དུས་ཚོད་དེས་ཉོ་མི་ཐུབ། ཟ་མ་ལན་གཅིག་དེས་ཉོ་ཐུབ་ཀྱང། དེ་ཡིས་བྲོ་བ་ཉོ་མི་ཐུབ། སྨན་པ་མཁས་པ་དེས་ཉོ་ཐུབ་ཀྱང། རང་ལ་དགོས་པའི་བདེ་ཐང་ཉོ་མི་ཐུབ། སྐུ་སྲུང་མི་ཞིག་དེས་ཉོ་ཐུབ་ཀྱང། དོན་ལ་འཁེལ་བའི་བདེ་འཇགས་དེས་ཉོ་མི་ཐུབ། དཔེ་དེབ་མང་པོ་དེས་ཉོ་ཐུབ་ཀྱང། དངོས་གནས་ཤེས་ཡོན་དེས་ཉོ་མི་ཐུབ། དེས་བརྟེན་དངུལ་ནི་ཡོད་ཚད་མིན་ལ་དངུལ་གྱི་ཡོད་ཚད་དེ་བས་ཉོ་མི་ཐུབ། དོ་ཅེ་ན། སྐད་ཆ་ཆེ་ཆུང་གང་བཤད་རུང་རྫུན་གཏམ་མེད་ན་ཤིན་ཏུ་བཟང། ལས་དོན་ཆེ་ཆུང་གང་བསྒྲུབ་རུང་གཡོ་སྒྱུ་མེད་ན་ལྷག་ཏུ་བཟང། གཞན་ལ་རེ་བ་གྲངས་མེད་བཅོལ་བ་ལས། རང་གི་འབད་པ་སྣེ་གཅིག་བྱས་ན་བཟང། གཞན་གྱི་སྐྱོན་ཆ་གྲངས་མེད་གླེང་བ་ལས་རང་གི་སྐྱོན་ཆ་སྣེ་གཅིག་སྤང་ན་བཟང། ལན་རྒྱས་ལྷ་ཁ་བཀྲ་ཤིས་ལས། འཚོ་བ་ཆུང་ཆུང་ཡིན་ཡང་དྲོ་སྐྱིད་ལྡན། རྒྱུ་ནོར་མང་པོ་མེད་ཀྱང་སྡུག་བསྔལ་མེད། རང་གི་དགའ་བའི་ལས་ལ་འཇུག་སོང་ན། འཇིག་རྟེན་དབུལ་པོར་གྱུར་ཀྱང་སྐྱོན་མི་འདུག་ལྷན་སྐྱེས་སེམས་ས་དེ། ནང་ཟིན་པའི་ཁ་དོག་མི་ཡང་ན། ཕྱིའི་རྣམ་པ་ཙམ་གྱིས་ཅི་ལ་ཕན། ཕྱི་འཛིན་ན་མིག་གི་ལྟས་སུ་ཙམ། ནང་འཛིན་ན་སེམས་ཀྱི་རྟེན་སུ་ཡིན། ལྷའི་མིག་གི་འཛུམ་མདངས་ནི་གཞན་སེམས་གསོ་བའི་སྦྱིན་པ་ཡིན་ལ། ལྷའི་མིག་གི་འཛུམ་མདངས་ནི་ཀུན་ལ་མཁོ་བའི་ནོར་བུ་ཡང་ཡིན། བྱས་ཙང་ལྷན་སྐྱེས་སུ་དུས་ཚོད་ག་འདྲའི་ལྕི་ལ་ཡང་ས་ཕྱོགས་ག་འདྲའི་ལྕི་ཐེབས་ཡིན་ནའི་ལྷའི་ཞལ་ནས་འཛུམ་མདངས་སྟོན་རྒྱུ་མ་རྙེད་ན་ལ། གཏི་མུག་སྙེད་ལས་སད་བྱ། སླར་ཡང་འཇིག་རྟེན་ཁམས་འདི་ལན་ཅིག་སྟོན་པའི་དཀྱིལ། ལྷན་སྐྱེས་ཞོགས་པ་འདི་ལས། ལྷ་དཀར་རྒྱལ་བོའི་སྐུ་ཚེ་ཡུན་རིང་བརྟན། ལྷ་དཀར་མཛད་འཕྲིན་ཕྱུག་ཀུན་རྒྱས་པར་ཤོག། ལྷ་དཀར་འཛམ་གླིང་འཚེ་མེད་ཞི་བདེ་དང། ལྷ་དཀར་ཚེ་དང་བསོད་ནམས་གོང་དུ་འཕེལ་བར་ཤོག། ལྷན་རྒྱས་ལྷ་དཀར་བཀྲ་ཤིས་ལེགས། རང་དང་འཚམས་ཤོས་ཀྱི་མི་དེ་རང་གི་སོ་བལ་ཡག་བཙུགས་རྗེས་དེ་ག་ཕྱིན་རྗེས་རང་འཐུས་ལས་ཉར་ཐུབ་པའི་མི་དེ་མ་རེད། དེ་སུ་རེད་ཟེར་ན། རང་ས་སྟེང་ལས་གལ་ཏེ་དུས་རང་ལག་པོ་ནས་ཡར་ཟིན་རྗེས་རང་ལས་སྤྲོ་སྣང་སྤྲད་ངེས་མི་དེ་རེད། ཁྱབ་རྒྱུད་ཀྱི་འབྲེལ་བ་བཅད་མེད་ངས་མི་གཅིག་གིས་རང་ལ་ཡ་ཡག་པོ་དེ་འདྲ་བྱེད་ཐུབ་ན། འདི་དཀོན་མཆོག་གིས་རང་ལ་གནང་པའི་ཕྱག་རྟགས་ཡག་ཤོས་ཤིག་རེད། བྱས་ཙང། ཅི་འདྲའི་གནང་ལ། ངོ་མ་ཡིན་ན། རང་འཁྲིས་ལ་ཡ་རོགས་པོ་དང། ངོ་ཤེས་མང་བོ་ཡོད་ན། འགྲོ་སའི་ལམ་ཁ་དེ་ཡག་དང་དམ་པོ་མང་བོ་ཡོད་རེད་ཅེས་ལབ་ཀི་རེད། ཡིན་ན་དུས་སང། རང་འགྲོ་སའི་ལམ་ཁ་དེ་ཡག་དང། དང་པོ་མང་རེད་ཞུས་ནས་རང་ཁྲིད་དེ་གྲོགས་པོ་མང་ཡོད་པའི་ཟུར། བྱས་ཙང། དེ་གར་ཚུན་གོ་རེད་ཟེར་ན། སྙན་མང་མི་དེ་ཡས་ཀས་མི་ལ་ཡ་བལྟས་བྱས་གྲོགས་པོ་འདྲི་གོ་རེད། ཡིན་ནའི་དུས་སང། ཕལ་ཆེ། ཁེ་ཕན་ལ་བལྟས་བྱས་འབྲེལ་བ་བཙུགས་ཡོད་པ་འདྲ། སྤྱང་ཀིའི་ལུས་བསད་པ་ཡིན་ན། སྤྱང་ཀི་གདུག་རྩུབ་ཆེན་པོ་རེད་ཟེར་ལབ་ཀི་རེད། བ་མོས་བྱ་ཏི་རྐུ་མ་བརྒྱབ་པ་ཡིན་ན། བ་མོ་གཡོ་སྒྱུ་ཆེན་པོ་རེད་ཟེར་ལབ་ཀི་རེད། དེ་ནས་ལས་ང་རང་ཚོའི་སྦྲང་ཚང་ནང་ལོགས་ཀྱི་སྦྲང་རྩི་ཟ་དུས་རྩམ་པ། སྦྲང་མ་ལས་ལ་བརྩོན་པ་དང་གཟི་བརྗིད་ལྡན་པ་རེད་ཟེར་ལབ་ཀི་རེད། བྱས་ཙང་ད་ལྟའི་སྤྱི་ཚོགས་འདི་གང་ལ་ཡང་ལས་འགན་མེད་པའི་བཟོ་ར་ཆེ། སུ་དབང་ཆ་ཆད་ཡོད་ནའི་ལས་འདི་ཡང་དག་པོ་ཡིན་པའི་བཟོ་ར་ཞིག་འདུག་དེ་འདྲ་རེད་བས་ལ། སྨན་པས་ནད་པ་ཚང་མ་སྐྱབས་ཐུག་མ་རེད། ཉེན་རྟོག་པ་ཡིན་པས་ནད་མི་ངན་ཚང་མ་གཟིམ་ཐུག་མ་རེད། ཁྱེད་ཚང་ང་རང་ཚོ་མི་སྒེར་གྱི་མི་ཚང་མས་དགའ་བྱེད་སའི་མེ་མ་ཤོག་གོ་དེ་བྱེད་ཁག་པོ་རེད། ཡིན་པས་ནད་ལས་མི་གཅིག་གིས་ཡང་དག་པའི་བྱེད་སྟངས་ལ་ཡར་བལྟས་རྗེས་ཁྱེད་རང་གིས་དེ་ནོར་འཁྲུལ་རེད་བཞག་དགོངས་པ་ཡིན་ན་དེ་ཁྱེད་རང་གི་རེ་བ་ཐལ་དྲགས་པ་དང་ཁེངས་ངེས་ལ། གལ་སྲིད་ཁྱེད་རང་གིས་མི་གཞན་པའི་ལ་ཡར་འཁྲབ་སྟོན་གྱི་རྣམ་པ་ཙམ་མོ་དོ་སྟོན་མེད་པ་ཡིན་ན། མི་གཞན་པས་ཀྱང་ཁྱེད་རང་ལ་ཡར། དེ་མི་ལྟ་བའི་དུས་གཞི་ཙམ་མོ་དོ་ཁྱི་ཚིག་མ་རེད། ཁེངས་སོང་ངེས་ལ། འཚོ་བ་ཟེར་ཡ་དེ་ཆོས་གོས་དང་གཅིག་པུ་རེད། རང་གི་ཉམ་རྟག་པ་རེ་ཞིག་མཐོང་དགོས་རེད། བྱས་ཙང་མི་གཞན་པས་ཀྱང་འཐུང་ཆུ་ར་མི་འཐུང་བ་ལ་ཡར་རང་ཡིད་མུན་སྐྱེ་དགོས་ཡ་ཡོད་མ་རེད། ག་རེད་ཟེར་ན། ཁོ་ཚོས་ཐུང་ཡག་གི་འཐུང་ཆུ་དེ་རང་སྐད་རྟག་པར་ཐུང་ཡག་གི་ཆུ་ཁོལ་དེ་ལས་བདེ་ཐང་ཆེ་དང་ཁ་སྔོན་པོ་ཡོད་པའི་ངེས་པ་ཡོད་མ་རེད། དོན་ངོ་མར་སོ་སོའི་དགའ་བའི་ལས་ལ་འཇུག་རྒྱུ་བྱུང་ན་དེ་ཡང་བདེ་སྐྱིད་ཡིན། བདེ་སྐྱིད་ནི་ཕྱུག་པོའི་མདུན་དུ་མེད་ལ། བདེ་སྐྱིད་ནི་དཔོན་པོའི་མདུན་དུ་ཡང་མེད། བདེ་སྐྱིད་ནི་སུས་ལོངས་སྤྱོད་ཤེས་མིན་ནས་དེའི་མདུན་ལ་ཡང་ཡོད།